སྤྱི་ལོ་དགུ་བརྒྱ་དྲུག་ཅུ་ཕྱི་ཟླ་དགུ་པའི་ཚེས་གཉིས་ལ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོས་བཙན་བྱོལ་ནང་འབྱོར་མ་ཐག་བོད་པའི་དམངས་གཙོའི་གསར་འཛུགས་བྱས་པ་ནས་བཟུང། དགུ་བརྒྱ་དྲུག་ཅུ་རེ་གསུམ་ལོའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མ་ཧོང་བོད་ཀྱི་རྩ་ཁྲིམས་ཅིག་གསར་འཛུགས་གནང་བ་དང། དེས་ཀྱང་སྤྱི་སྟོང་དགུ་བརྒྱ་དགུ་བཅུ་དགུ་བཅུ་ལོ་ལ་ཨ་ནི། བཙན་བྱོལ་བོད་མིའི་གྱི་བཅའ་ཁྲིམས Charter of Tibetan Exile། གསར་འཛུགས་གནང་བ་གཞི་བཟུང་གི་ཐོག་ནས་སྤྱི་སྟོང་དགུ་བརྒྱ་དགུ་བཅུ་དགུ་གཉིས་སྤྱི་ཟླ་གསུམ་པའི་ཚེས་བཅུ་གཅིག་ལ། ཨ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དམིགས་བསལ་དགོངས་བཞེས་ཐོག་ནས། ང་ཚོ་ཆེད་དོན་ཁྲིམས་ཞིབ་ཁང་དེ་གལ་ཆེན་པོ་ཟུར་བཟས་བྱས་རྗེས་ཆེད་དོན་ཁྲིམས་ཞིབ་ཁང་དེ་གསར་འཛུགས་བྱས། དེའི་བྱེད་སྒོ་ཡག་གི་གྱོད་པ་རྒྱུ་མཚན་དམིགས་རྒྱུ་དང་དགོས་པ་དེ། ཨ་ནི་སྤྱི་ཚོགས་ནང་ལོགས་ལ་སྤྱི་ཚོགས་ནང་ལོགས་ལ་ཨ་ནི་གཅིག། དབང་ཆ་ཡོད་ངེས་ཚེ་རྒྱུའི་དབང་ཆ་མེད་ངེས་དེ་ཚོ་ལ་ཐུབ་ཚོད་བཏང་བ་དང་དབང་ཆ་མེད་ངེས་ཀྱི་ཐོབ་ཐང་འཕྲོག་པའི་གནས་སྟངས་བྱུང་བ་ཡིན་ན་དེ་དབང་ཆ་སྤྲད་ངེས་ཀྱི་རྩ་ཁྲིམས་དེ་སྲུང་སྐྱོབ་བྱེད་ངེས་དེ་ཨ་ནི་ཆེད་དོན་ཁྲིམས་ཞིབ་ཁང་ཡིན་ལ་དེ་དེ་ད་ད་ལྟའི་བཙན་བྱོལ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཨ་ནི་ཕ་ཡུལ་ན་ཡིན་པའི་ཨ་ནི་ཆོས་འབྱོར་མི་མང་དང་ཨ་ད་ནི་ཞིག་དགོན་སྡེ་ཁག་རེ་ཟུང་གི་ཨ་ནི་འོས་བསྡུ་གི་ཐོབ་ཐང་འཕྲོག་འབོད་ཀྱི་རེ་བ་མཐའ་མའི་རྒྱབ་ས་དེ་ཆེས་མཐོའི་ཁྲིམས་ཞིབ་ཁང་འདི་རེད། འདི་ཁྲིམས་ཞིབ་ཁང་འདི་གིས་དངོས་གནས་དྲང་གནས་ཀྱི་མི་མང་དཀྱུས་མ་ཚོས་ཀྱི་ཐོབ་ཐང་དང་རང་དབང་འདི་སྤྲད་ཐུབ་ཀྱི་རེད་དམ་མ་རེད་པའི་དྲི་བ་ཆེན་པོ་ཞུ་རྒྱུ་རེད་བསམ་གྱི་ཡོད། གཉིས་བློ་སེང་སི་ཐང་གིས་རྒྱ་ཆེའི་མང་ཚོགས་ཡོངས་ལ་རྣམ་པ་ཚོ་ས་གནས་ལ་བབས་པའི་འཚམས་འདྲི་བཀྲ་ཤིས་ལེགས་གྲངས་མེད་ཞུ་གི་ཡོད། དེ་རིང་གི་བརྙན་ཐུང་འདི་ཁམས་ཆུ་ཨང་ཉི་ཤུ་རྩ་གཉིས་དང་འབྲེལ་བ་ཡོད་པའི་གནས་ཚུལ་དང། ཨ་ནི་ཐང་ག་ན་ཞིག་གི་བ་ཡུལ་ནས་ཡིན་པའི་དགོན་སྡེ་ཁག་རེ་ཟུང་གི་ཁྲིམས་གཞི་ཀ་ལ་ཨ་ནི་ཁམས་ཆུ་བརྒལ་བའི་གནས་སྟངས་དེ་སྐོར་ལ་ཡིན། དང་པོ་དེ་བ་ཡུལ་ཆོས་འབྱོར་དང་གནས་སྟངས་དང་འབྲེལ་བ་ཡོད་པའི་ཐོག་ནས་ཁམས་ཆུ་ཨང་ཉི་ཤུ་རྩ་གཉིས་པ་འདི་ཆེད་དོན་ཁྲིམས་གཞི་ཀ་ལ་ཨ་ཞུ་སྦྱོར་བ་གིས་ཁམས་ཆུང་བརྒྱ་བ་དང་དེ་བའི་ཆེད་དོན་ཁྲིམས་ཞིབ་ཁང་གི་ངོས་ལེན་བྱས་པའི་གནས་ཚུལ་བྱུང་ཡོད་རེད། འདི་གི་རྗེས་ལ་གནས་ཚུལ་ག་རེ་ག་རེ་བྱུང་ཡོད་མེད་ཀྱི། མ་འོངས་པ་ག་རེ་འབྱུང་ཡ་ཡིན་མེད་འདི། ང་ཚོ་བོད་པའི་གི་ཁྲིམས་བཟོ་ལྷན་ཚོགས་ལས་ཅིག་ཡོད་རེད Tibetan Legal Association ལས་འདི་ང་ཚོ་བོད་པའི་གཞོན་སྐྱེས་མང་པོ་ཅིག་བཙན་བྱོལ་ནང་ལོགས་ལ་ཁྲིམས་ཀྱི་སློབ་སྦྱོང་བྱེད་བཞག་དགོས་ཀྱི་དེ་འབྲེལ་གྱི་ཁྲིམས་ཀྱི་སྦྱོང་བརྡར་བྱེད་ས་ཀྱི་གཞོན་སྐྱེས་མང་པོ་ཅིག་གིས་ད་ལྟའི་གི་ཁམས་ཆུ་ཨང་གཉིས་སུ་ཡང་རྩ་ངེས་པ་འདི་ཁོ་རང་ཚོའི་གི་ཁམས་ཆུ་ཞིག་རྒྱབ་ཀྱི་ཡོད་རེད་འདི་དང་འབྲེལ་བ་ཡོད་པའི་ཐོག་ནས་འདི་གི་གནད་དོན་འདི་ཐོག་ལ་ངེད་ཅག་སྐད་ཆ་བཤད་ཤག་རྒྱུ་ཅི་འདུག་འདིའི་ཐོག་ལ་རྣམ་པ་ཚོ་ཡང་དང་པོ་སྟོན་ཆོག་ཅི་ཞུ་ཨ་ནི། བ་སྐལ་གྱི་ཚོགས་གཙོ་དམ་འབུལ་དུས་ཆེས་མཐོའི་ཁྲིམས་ཞིབ་ཁང་ནས་གཙོ་སྐྱོང་གནང་གི་ཡོད་རེད་བ། འདིའི་གནས་སྟངས་དང་འབྲེལ་བའི་ཐོག་ནས་ད་ལྟ་ཁམས་ཆུ་འགྲོ་བཞིན་པ་ཞིག་གི་གནད་དོན་ཐོག་ལ་ད་བ་སྐལ་གྱི་བཀའ་དྲུང་ཞུ་དགོས་ཡ་ནང་དོན་འདི་གོས་དོན་འདི་ལྟར་གཙོ་བོ་ག་རེ་ཞུས་པས་ན་སྤྱི་དམངས་ཁྲིམས་ཡིག་དོན་ཚན་བརྒྱད་ཅུ་གི་ནང་གསལ་ལ། ད་གནད་དོན་ག་འདྲའི་ཅི་ཡིན་པས་ན་ཡང་ད། ཆེས་མཐོའི་ཁྲིམས་ཞིབ་ཁང་ལ་ཁྲིམས་ཡིག་འདིའི་འོག་ནས་ཆ་རྐྱེན་གཅིག་ག་རེ་ཡོད་རེ་ཞུས་པས་ན། ད་ཞིབ་འཇུག་ཚོགས་ཆུང་བཙུགས་ཡས་ཀྱི་ཆ་རྐྱེན་གཅིག་ཡོད་རེད། ད་ད་ལྟ་གནད་དོན་འདི་ང་ཚོའི་མང་ཚོགས་ཀྱི། ད་ལྟ་འོས་བསྡུ་གྱི་ལས་རིམ་འདི་ནང་ལོར་གྲུང་པོ་དྲང་པོ་བྱུང་དང་བྱུང་མེད་མེད་ཀྱི་གནད་དོན་མང་པོ་ཅིག་ལྷག་བསྡད་ཡོད་རེད་བ། དེའི་གནད་དོན་དེ་ཨ་ནི་ཅིག་གསལ་བཏབ་མ་བྱུང་གི་བར་དུ་ཨ་ནི་ལས་རིམ་ཚང་མ་རུ་ཇི་དུས་སུ་འགྲོ་བ་ཡིན་ན་ཨ་འདི་གི་ད་ལྟའི་ཨ་འདེམས་ཐོན་བྱུང་བའི་བཀུར་འོས་སྤྱི་འཐུས་རྣམ་པ་ཚོ་གི་མང་ཚོགས་ཀྱི Legitimacy དེ་ག་འདྲས་ཆགས་ཀྱི་རེད་འདི་གི་གནད་དོན་ཞིག་ལྷག་གི་ཡོད་རེད་བ། འདི་གི་གནས་སྟངས་ཐོག་ནས་ད་ང་ཚོ་གཙོ་ཆེ་ཤོས་དེ་ག་རེད་ཞུས་པ་ཡིན་ན་ད་ལྟ་བདམས་ཐོན་བྱུང་བའི་སྤྱི་འཐུས་དེ་གའི་ཚང་མ་ལོ་མང་ཚོགས་ཀྱི་ཨ་ནི་ཅིག་ཁྲིམས་མཐུན་གྱི་ངོས་འཛིན་ཡོང་ཐབས། བྱུང་བའི་གི་ཆེད་དུ། ཨམ་ད་འདི་དེ། ཁྲིམས་མཐུན་གི་ཆ་རྐྱེན་ག་རེ་ཡོད་བ་དེ་གའི་ཚང་མ་ལོ་ང་ཚོ་བེད་སྤྱོད་བཏང་དགོས་དེ་གས་ཆེན་པོ་སོང་ཙང། ཨམ་ད་ནི་ང་ཚོའི་གི་བར་གི་བཀའ་འཁྲོལ་དེའི་ནང་ལོ་ལ། སྤྱི་མང་གཏུགས་ཤིག་ཁྲིམས་ཡིག་དོན་ཚན་བརྒྱད་ཅུ་གི་ནང་གསེས་དེའི་ནང་ལོ་ལ། ང་རང་ཚོ་ད་རྩ་བའི། ཞུ་སྦྱོར་བའི་གི། ད་ང་ཚོ་ལིགེལ་ཀའུ་སིལ་རེད་བ། ལིགེལ་ཀའུ་སིལ་གི་ངོས་ཐོག་ནས་ས་གནས་ས་ཐོག་འགྲོ་བྱས་འདི་དོན་མང་པོ་ཞིག་རྟོག་ཞིབ་བྱས་ཡོད་རེད། ཡང་རིགས་གཅིག་ང་ཚོའི་གི་ཁྱབ་ཁོངས་དང་ང་ཚོའི་གི་ནུས་པའི་གི་མ་འབྱོར་བ་དེ་འདྲ་མང་པོ་བྱུང་ཡོང་དེ་གི་རོ། ད་གཙོ་ཆེ་ཡ་དེ། གནད་དོན་ག་འདྲས་ཅན་པའི་ནས་ཡང་ཨ་ཅིག། གསལ་པོ་དང་དྲང་པོ་ཨ་ནི་ཕྱོགས་ཚང་མ་རོ། གི་གནས་ཚུལ་གླེགས་དགོས་ཡ་དེ། གལ་ཆེན་པོ་ཡིན་པ་སོང་ཙང་ཨ་ད་རིང་བར་གའི་བཀའ་ཁྱབ་དེའི་བརྒྱུད་ནས་རོ། ཨ་ནི་གལ་སྲིད་ཆུ་སྟོད་ཁྲིམས་ཞིབ་ཁང་གི། ཨ་ནི་སྤྱི་མང་གཏུག་བཤེར་གི་དོན་ཚན་བརྒྱད་ཅུ་བ་དེ་ལག་བསྟར་གནང་ཐུབ་པ་ཡིན་ན་ད་ལྟའི་སྤྱི་ཡོངས་ཀྱི་ང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་དང་ལྷག་པར་དུ་ད་ལྟ་འབྲེལ་བ་ཆགས་པ་འདིས་དངོས་ཤུགས་འོས་བསྡུ་དེ་དང་འབྲེལ་བའི་ཐོག་ནས་ནང་དོན་མང་པོ་ཞིག་གསལ་བོ་ཡོང་ཡག་དང་མང་ཚོགས་ཀྱི་དེ་ལ་ཡང་རྒྱབ་སྐྱོར་སླེབས་ཐུབ་ཡག་གི་ཅིག་རྩ་བའི་དེ་འདྲས་རེད་ད། ང་ཚོ་ད་སྤྱི་ཡོངས་ནས་རེད་བ་བལ་ཡུལ་གྱི་གནས་སྟངས་འདི་ཚང་མས་མཁྱེན་གྱི་ཡོད་རེད་ལྷག་པར་དུ་ད་ལྟའི་འོས་བསྡུའི་ནང་ལོ་གནས་སྟངས་ག་རེ་བྱུང་ཡོད་མེད་དངོས་གཤིས་དང་སྔོན་འགྲོ་རེད་བ། སྔོན་འགྲོ་དང་དངོས་གཤིས་ཀྱི་ནང་ལོགས་གནས་སྟངས་ག་རེ་གར་ལྷང་ངེ་འོན་ཚང་མ་གསར་འགོད་པ་རྣམ་པ་ཚང་མས་ད་དཔེ་ཆའི་གློག་བརྙན་ལ་གསལ་ལྷང་ངེ་ཤར་གྱི་ཡོད་ཀྱི་རེད་བསམ་གྱི་འདུག་རེད་བ། འདི་གི་གནས་སྟངས་གཅིག་གི་ཐོག་ནས་ད་ང་ཚོ་ད་ལྟ་བོད་ལུགས་བོད་པའི་ཁྲིམས་ལུགས་རིག་པ་ཀྱི་ལས་ཁུངས་ལ་ཡང་ད་བ་ཡུལ་ཆོས་ཅན་གྱི་ཆོས་འབྱུང་གི་སྐུ་ཚབ་རིགས་གཅིག་ཕེབས་རྗེས་ཁམས་ཆོས་ཀྱི་གནས་སྟངས་འདི་གའི་ཞུ་གཏུག་ཅིག་གོ་ཡོད་བ་དང་དེ་འདྲའི་གནས་སྟངས་ཐོག་རྗེས་ང་ཚོ་གི་ཁམས་ཆོས་འདིའི་ནི་ཅིག་རྩ་བའི་སྤྱི་ཡོངས་ཀྱི་ང་ཚོ་བོད་པའི་དམངས་ཚོགས་དང་འབྲེལ་བ་ཤུགས་ཆེན་པོ་ཅིག་ཆགས་ཀྱི་ཡོད་དུས་ང་ཚོས་ངོས་འདི་དང་ལེན་བྱེད་བྱེད་ད་གམ་ཆོས་དད་ནང་རོལ་ལ་དྲི་ཞིག་ཆོད་དུས་དྲི་མཆན་ངང་གཏུགས་པར་བ་གཏུགས་ནས་ད་ངོས་བཞེས་གནང་བྱེད་འདི་གི་བརྒྱུད་རིམ་ནང་རོལ་ལ་ད་ང་ཚོས་ཀྱི་རིམ་པ་མང་པོ་ཅིག་ད་ད་གོང་དུ་ཞུ་བ་ནང་བཞིན་རེད་འདིའི་ནང་རོལ་གནད་འགག་ཆེ་ཤོས་གཅིག་འདི། ས་གནས་ས་ཐོག་གི་གནས་ཚུལ་ཞིག་ཡོད་རེད་བ། ད་ལྟ་ང་ཚོ་དབུས་ནས་གསལ་བསྒྲགས་མང་པོ་ཅིག་གནང་ཡོད་རེད། ས་གནས་ས་ཐོག་ལ་ང་ཚོ་འགྲོ་བྱེད་རྟོག་ཞིབ་བྱེད་ཡོང་དུས་སྐབས་སུ། འདི་ག་ལ་ཅིག་བར་བརྒལ་གྱི་རེད་བ། སྟོང་ཆ་མང་པོ་ཅིག་མཐོང་ཡོད་དུས་ད་རིང་ང་ཚོ་དངོས་སུ་དེའི་བཅར་འདྲི་ཡང་བརྒྱ་བར་བརྒལ་བཀའ་དྲུད་ཞུ་དགོས་ཡ་གི་གནད་འགག་དེ་འདུག་ཆགས་ཀྱི་ཡོད།
ད་ལྟ་གོང་དུ་ངས་རྣམ་པ་ཚོར་བརྙན་ཐུང་སྟོན་བཤད་རྒྱུ་འདི་ཨ་ནི་ང་ཚོ་བོད་པའི་གི་ཨ་ནི། ཁྲིམས་བཟོ་ལྷན་ཚོགས་ལ་བརྟེན་ནས་ཁྲིམས་བཟོ་ལྷན་ཚོགས་བཙུགས་བྱས་པའི་ཚོགས་པ་ཞིག་ཡོད་རེད Tibetan Legal Association ཉི་མ་ང་གདམ་ས་ས་གནས་འགོ་འཛིན་བྱས་པའི་སྐབས་ལ་ཚོགས་པ་དེ་བཙུགས་བྱ་རྒྱུ་ཡོད་རེད། འདིའི་ནང་ལོགས་ལ་ད་ལྟ་བཙན་བྱོལ་ནང་ལོགས་ལ་བོད་པའི་གཞོན་སྐྱེས་ཁྲིམས་ཀྱི་ཐོག་ནས་སློབ་སྦྱོང་སྦྱང་བྱ་དགོས་དོན་ཚོ་བདེ་སྐྱིད་ཅིག་མི་མང་དཀྱུས་མ་ལ་ཁྲིམས་ཀྱི་ཐོག་ནས་དེ་འབྲེལ་གྱི་རོགས་རམ་བྱེད་ཡ་དང་བཙན་བྱོལ་བོད་མིའི་སྒྲིག་འཛུགས་ལ་རོགས་རམ་བྱེད་ཡ་གི་དེ་འབྲེལ་གྱི་ཁྲིམས་ཀྱི་ཐོག་ནས་དེ་འབྲེལ་གྱི་བཙུགས་བྱ་ཚོགས་པ་ཞིག་རེད། ད་ད་ལྟ། བལ་ཡུལ་ཆོས་འབྱོར་གྱི་ཞུ་སྦྱོར་བར་གྱི་ཁྲིམས་བཟོས་པ་འདི་ཁོ་རང་ཚོ་ཆ་འདི་ཡོད་ཙང་འདི་ནང་ལོགས་ལ་བཀའ་མོལ་ནང་ལོགས་ལ་གནད་འགག་ཁ་ཤས་ཅིག་ངས་མཐོང་གི་ཡོད་རེད་བ་གནད་འགག་ཁ་ཤས་མཐོང་བསྡད་རྒྱུ་འདི། འདི་སྔས་ལ་ཞུ་འབྱོར་བར་གྱི་ཡ། འོས་བསྡུའི་གཞུང་འབྲེལ་གྱི་འོས་བསྡུ་ཟེར་ར་འདི་གནས་སྐབས་བཀག་རོགས་བྱེད་ཡིས་ལ་བྱས་བྱས་ཁྲིམས་ཞིབ་ཁང་གི་འདི་ངོ་ལེན་འདི་བྱས་ཡོད་མ་རེད་རེད་བ། གསལ་བས་ང་རང་འགྲོ་ཆ་ཤ་བས་ན། ངས་འདི་སྔས་ལ་འགྲེལ་བཤད་བརྒྱབ་པ་ཡིན། གནས་ཚུལ་ག་འདྲས་བྱས་པ་ཡིན་ནས་མཐོང་བ་ཙམ་གྱིས་ཨོ་ད་དེ་ལུས་འགྲོས་བྱུང་ཤག་ཟེར་གྱི་དེ་འདྲས་ཀྱི་འཆར་སྣང་དང་དེ་འདྲས་ཀྱི་ཤར་བ་ཡིན་ན། ཨ་ནི་དེ་འདྲས་ཀྱི་ཐོག་ལ་ཨ་ནི་མི་མང་ལ་ཐོབ་ཐང་དང་རང་དབང་སྤྲད་དགོས་ཡ་དང་ཨ་ནི་དེ་འདྲས་ཀྱི་ཐོག་ནས་ཨ་ནི་འོས་བསྡུའི་གི་གསལ་བསྒྲགས་འདི་ཨ་ནི་དེ་འདྲས་ཀྱི་ཨ་ནི་དཀའ་ངལ་འགྲོ་བཞིན་གྱི་ཡོད་པ་ཡིན་ན་དེ་འདྲའི་ཐོག་ནས་ཨ་ནི Stay Order སྤྲད་དགོས་ཡ་དེ་གལ་ཆེན་པོ་རེད་བསམ་གྱི་ཡོད་ད་འདི་སྐབས་ལ་སྤྲད་ཡོད་མ་རེད་ད་མ་སྤྲད་དགོས་ཡ་གྱོད་པ་རྒྱུ་མཚན་འདི་ཆེ་བསྟོད་ཁྲིམས་ཞིབ་ཁང་གི། གི་གོམས་སྒྲིག་གི་གནས་ཚད་བཏང་དང་མ་བཏང་དང་བློ་ཁོག་བསྐྱེད་དང་མ་བསྐྱེད་གནས་སྟངས་མང་པོ་ཆགས་ཀྱི་རེད་གསུངས་འདུག་ད་འདིའི་རྗེས་ལ་ཨ་ནི་ཁམས་ཕྱོགས་ཨང་ཉི་ཤུ་རྩ་གཉིས་འདི་དང་འབྲེལ་བ་ཡོད་པའི་ཐོག་ནས་ས་གནས་ས་ཐོག་རང་ལ་རྣམ་པ་ཚོ་ཁྲིམས་རྩོད་པ་དེ་ཚོ་ས་གནས་ས་ཐོག་རང་ལ་འགྲོ་བྱེད་ཆེད་ཨ་ཞིབ་འཇུག་མང་པོ་ཅིག་བྱེད་བྱེད་བྱེད་བྱེད་ཨ་ཁོ་རང་ཚོ་ལ་ཅིག་སེམས་ནང་ངེས་པར་དང་གདེང་ཚོད་འགྲོ་ཞིག་སླད་བྱེད་བྱེད་བྱེད་ཨ་ད་ལྟའི་ཆ་ལ་ཁོ་ཚོས། ཡ། ཞུ་གཏུག་ཅིག་བརྒྱབ་རེད་ཞུ་གཏུག་འདི་ག་རེ་བརྒྱབ་རེས་ལབ་པ་ཡིན་ན་རེད་བ། ཞུ་གཏུག་བརྒྱབ་རྒྱུ་ནང་དོན་འདི་ག་རེས་ལབ་པ་ཡིན་ན། ང་ཚོ་ས་གནས་ལ་ཕྱིན་པ་ཡིན་ས་གནས་ལ་ཕྱིན་པའི་སྐབས་ལ། འདི་ནང་ཆབ་སྲིད་ཀྱི་གནོན་ཤུགས་མང་པོ་ཅིག་དང། གཅིག། གནས་ཚུལ་མང་པོ་ཅིག་གོ་བརྡ་མ་སྤྲོད་པ་དང། མི་མང་ལ་དངོས་གནས་དྲང་གནས་ཀྱི་འོས་ཤོག་གི་ཐོབ་ཐང་འཕྲོག་པའི་གནས་ཚུལ་མང་པོ་ཤུགས་ཅིག་འདུག། དེ་འདྲའི་སོང་དེའི་ཐོག་ལ་ཨ་ནི་ང་ཚོས་ཡང་མཐོང་སོང་དེ་འདྲའི་སོང་ཙང་དེ་འདྲའི་གི་ཐོག་ལ་ཨ་ནི་ཁྲིམས་ཞིབ་ཁང་ངོས་ནས་ཨ་ནི་དེ་འདྲའི་ཐོག་ལ་ཞིབ་འཇུག་ཚོགས་ཆུང་ཞིག་བཙུགས་རོགས་བྱེད། རེད་བ། ད་དེ་སྐད་ཆ་དེ་དཔེ་མི་སྲིད་ཡག་པོ་རེད་བ་ཞིབ་འཇུག་ཚོགས་ཆུང་བཙུགས་ཟིན་ལབ་ཡིན་ན། རེད་བ། ངས་དེ་ངེད་ལ་འགྲེལ་བཤད་རྒྱབ་ཡོད་རེད། རྒྱབ་བཞི་ཚོང་གི་ཐོག་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བཙན་བྱོལ་ལ་འབྱོར་མ་ཐག་ཏུ་གཅིག་སྟོང་གཅིག་སྟོང་དགུ་བརྒྱ་དྲུག་ཅུ་གི་སྤྱི་ཟླ་དགུ་པའི་ཚེས་གཉིས་ལ་བོད་བོད་ཀྱི་དམངས་གཙོའི་དེ་གསར་འཛུགས་བྱས་པ་རེད། གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གསུམ་ལོ་ལ་མ་འོངས་པ་བོད་ཀྱི་རྩ་ཁྲིམས་དང་འབྲེལ་བ་ཡོད་པའི་ཐོག་ནས་སྤྱི་ནོར ྋགོང་ས་མཁན་པོ་མཆོག་པོ་མཆོག་གིས་གསར་འཛུགས་བྱས་པ་རེད། དེའི་རྗེས་ལ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལ་ང་ཚོ་བོད་ཀྱི་རྩ་ཁྲིམས་དང་དགུ་བཅུ་གོ་གཉིས་ལོ་ལ་ཆེས་མཐོའི་ཁྲིམས་གཞི་གང་བཙུགས་དགོས་ཀྱི་དམིགས་ཡུལ་དགོས་པ་དེ་རེད། སྤྱི་འཐུས། Legislative། ཁྲིམས་བཟོ་ངན། བ། དེ་ནས Executive། བ། དབང་ཆ་འཛིན་སྐྱོང་གི་འགན་འཁྱེར་མཁན་དེ་ཚོས་ཀྱིས། ཨཱ་ནི། མི་མང་དཀྱུས་མ་ལ་ཐོབ་ཐང་དང་རང་དབང་འཕྲོག་པའི་གནས་སྟངས་དེ་འདྲས་ཅིག་ཆགས་པ་ཡིན་ན། དེ་ཡང་ཞུ་གཏུག་རྒྱབ་ས་ཅིག་དགོས་ཀྱི་རེད། དེ་ཞུ་གཏུག་རྒྱབ་ས་དེ། ཨཱ་ནི། ཆེས་མཐོའི་ཁྲིམས་བཤེར་ཁང་གིས་ཨཱ་ནི་མི་མང་སྐྱོ་བོ་དཀྱུས་མ་དེ་འདྲས་ཀྱི་རང་དབང་ཐོབ་ཐང་འཕྲོག་ཡོད་པ་ཡིན་ན་དེ་ཚོ་སྲུང་སྐྱོབ་བྱེད་ངེས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་དེ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གཉིས་ལོར་བཙུགས་པ། དེ་འདྲ་སོང་ཚེ་དེ་འདྲས་ཀྱི་ཐོག་ནས་བལ་ཡུལ་ཆོས་འབྱོར་ནང་ལོགས་ལ་གནས་ཚུལ་མང་པོ་ཅིག་ཞིབ་འཇུག་བྱས། ཞིབ་འཇུག་བྱས་པའི་ནང་ལོགས་ནས་ཅིག་མི་མང་ཁ་ཤས་ཀྱིས་བྱས་པའི་ནུས་འབྲུའི་ཐོག་ནས་མི་མང་ཚང་མ་ལ་ཉེས་པ་བཏང་ཡག་གི་གནས་སྟངས་དེ་འདྲས་ཅིག་བྱུང་ཡོད་ཙང་མི་མང་གིས། དམངས་གཙོའི་གི་ཐོབ་ཐང་ཡོད་ན་མེད་ན་དེ་སོས་སོས་གི་འོས་མི་དམ་པས་དེ་ཐོབ་ཐང་དེ་འཕྲོག་བ་དེ་གི་གནས་སྟངས་དེ་འདྲོ་ཐོག་ནས་ཁ་མཆུ་ཉིད་ཨང་ཉིད་བཟང་ཉིད་པ་འབྱུང་རྒྱུ་རེད་དེ་འདྲོ་སོང་ཚ་འདི་ཨ་ནི་གལ་ཆེན་པོ་འདུག་དེ་འདྲོ་སོང་ཚ་དེ་འདྲེ་གི་ཐོག་ལ་ཨ་ནི་ཆེ་བསྟོད་ཁྲིམས་བཤེར་ཁང་གི་ཞིབ་འཇུག་ཚོགས་ཆུང་བཟོ་རུ་བྱེད་ཞིབ་འཇུག་ཚོགས་ཆུང་དེ་ཞིབ་འཇུག་དེ་མཐར་ཕྱིན་པ་དེ་མ་བྱས་པ་དོ།

ད་བར་གའི་ཚོགས་གཙོ་འདིས་དང་ཤོས་དམ་བཅའ་ག་ནས་ལེན་རྒྱུ་ཡོད་ན་ཆེས་མཐོའི་ཁྲིམས་ཞིབ་ཁང་ནས་ལེན་རྒྱུ་ཡོད་རེད། བར་གའི་ཚོགས་གཙོ་དམ་བཅའ་ལེན་བསལ་བའི་རྗེས་ལ་ཨ་ནི་བར་གའི་ཚོགས་གཙོ་རྩ་ནས་སྤྱི་འཐུས་ཚང་མ་དམ་བཅའ་ལེན་དགོས་རེད། དེ་འདྲ་སོང་ཙང། དང་པོ་ཁོ་རང་བར་གའི་ཚོགས་གཙོ་ལ་ཨ་ནི་དམ་བཅའ་ལེན་ཡ་དེ་ཁྲིམས་ཞིབ་ཁང་ནས་བཀག་པ་ཡིན་ན། ཁྲིམས་ཞིབ་ཁང་ནས་བཀག་པ་ཡིན་ན་ཨ་ཕྱི་དུས་གཞན་པ་ཚོ་དམ་བཅའ་ལེན་ཐུབ་པའི་གནས་སྟངས་ཡོད་མ་རེད། དེ་འདྲ་སོང་ཙང་ད་ལྟ་ཁོ་རང་ཚོས་ཀྱི་ཞུ་སྦྱོར་བ་གི་ཞུ་གཏུག་རྒྱག་བསྡད་དེ་ག་རེ་ལབ་པ་ཡིན་ན། ཞིབ་འཇུག་ཚོགས་ཆུང་ཟུར་རོ་ཆིས། ཅིག་བལ་ཡུལ་གི་གནས་སྟངས་ཐོག་ལ་དངོས་གནས་དྲང་གནས་ཀྱི་དྲང་པོ་མ་ཡིན་པ་བདེན་པ་མ་ཡོང་བའི་འོས་བསྡུ་དེར་འབྲེལ་བ་ཡོད་པའི་ཐོག་ནས་དངོས་གནས་དྲང་གནས་ཀྱི་དྲང་པོ་བདེན་པ་མ་ཡོང་མི་འདུག། ང་ཚོས་ཀྱི་འོས་བསྡུ་དེ་ཚགས་ཚུད་པོ་དང་མགྱོགས་པོ་ཡོང་ཡ་དེ་ལས་གལ་ཆེ་བ་དེ་ག་རེ་རེད་གལ་ཆེ་བ་རེད་ལབ་པ་ཡིན་ན། གཙང་མ་དང་དྲང་པོ་ཡོང་བའི་དགེ་ཆེན་པོ་རོ། ཚགས་ཚུད་པོ་ཡོང་ཡོང་གསུངས་ལབ། ཕྱོགས་ཕྱི་ནས་དྲང་པོ་དང་བདེན་པ་ཏག་ཏག་མ་ཡོང་བ་ཡིན་ན་འདི་གནད་འགག་ཆེན་དགེ་ཆེན་པོ་རོ་དེ་འདྲའི་གསུངས་ས་དེ་འདྲའི་གི་གནས་སྟངས་ཀི་ཐོག་ནས་བ་ཡུལ་མཆོད་འཇོར་གི་མི་མང་གི་དངོས་གཞིའི་གི་འོད་དུ་ཐོབ་ཐང་འཕྲོག་པ་དང། ད་ག་ནས་ཤིང་གི་ད་ད་བ་ཡུལ་ནང་ལ་ཡོད་པའི་དགོན་སྡེ་ཁག་གཉིས། འདི་ནི་འོས་བསྡུ་ཐོབ་ཐང་འཕྲོག་འབད་པ་ཡིན་ན་ཡང་ཕ་སྐད་ལ་འོས་བསྡུ་གི་ཐོབ་ཐང་མ་སྤྲད་པ། ཕ་ཡུལ་ནང་ལོགས་ལ་དགོན་སྡེ་ཁག་ལྔ་དྲུག་ཆུ་འབྱོར་ཁྱབ་ཁོངས་ན་ཡོད་པའི་འདི་ཚོ་དགོན་པ་འདི་ཚོ་བཀག་པ་ཡོད་རེད་ཡིན་ན་ད་ཕ་ཡུལ་ན་ཡོད་དགོན་པ་གཉིས་གཅིག་མ་བཀག་པ་དེ་ཡང་ཁམས་ཆུས་རྒྱབ་འདུག་བ། ཨ་ད་ནི་ཞིག་ཐུབ་བསྟན་ཆོས་གླིང་དགོན་པ་དེ་རེད་བ། ངས་འདི་ངས་ལ་འགྲེལ་བཤད་ཞིག་བརྒྱབ་པ་ཡིན་ཐུབ་བསྟན་ཆོས་གླིང་དགོན་པ་ཡིས་ཁམས་ཆུས་རྒྱབ་བྱས་ལ་འདི་བདེན་པ་མ་རེད་བྱས་ཐུབ་བསྟན་ཆོས་གླིང་དགོན་པ་ཡིས་ཁམས་ཆུས་རྒྱབ་མི་འདུག་དངོས་གནས་བྱས་པ་ཡིན་ན་ཐུབ་བསྟན་ཆོས་གླིང་དགོན་པས་ཀྱི

ཁྲིམས་ཞིབ་ཆེད་དོན་ཁྲིམས་ཞིབ་ཁང་ལ་ཁམས་ཆུ་བརྒྱབ་པའི་གནས་སྟངས་དེ་འདྲ་བྱུང་བ་ཡིན་ན་ཡག་པོ་ཡོད་རེད། ང་ཚོས་སྐད་བརྒྱབ་ཀྱི་རེད་ཡིན་ན་བུ་ཚོའི་ངོ་ནས་དཀའ་ལས་མ་བརྒྱབ་པ་ཡིན་ན་ཁག་པོ་ཞིག་རག་ར་དེ་འདྲ་སོང་ཙང་དེ་འདྲའི་གི་གནས་སྟངས་ཀྱི་ཐོག་ནས། འོས་བསྡུ་ཉིས་སྟོང་ཉི་ཤུ་རྩ་དྲུག་གི་ཨ་ནི། དངོས་གཞིས་ཀྱི་འོས་བསྡུའི་ནང་ལོགས་ལ་དྲང་པོ་མ་ཡོང་བ། མི་དམངས་དཀྱུས་མ་ཚོ་ལ་ཐོབ་ཐང་དང་རང་དབང་དེ་མ་སྤྲད་པའི་གནས་སྟངས་དེ་འདྲ་བྱུང་བ་ཡིན་ན་ཡོད་ཙང་ཨ་ནི་དེ་འདྲའི་གི་ཐོག་ནས་ཞིབ་འཇུག་ཚོགས་ཆུང་བཙུགས་རོགས་བྱེད། ཞིབ་འཇུག་ཚོགས་ཆུང་དེ་ནང་ལོགས་ལ་ཨ་ནི་དཀར་བོ་དང་སེར་བོ། ནག་པོ་ཚང་མ་གཙང་མ་གཙང་རྐྱང་ཅིག་མ་ཆགས་བར་དུ། བར་བརྒལ་གྱི་ཚོགས་གཙོ་འདི་ཆེས་མཐོའི་ཁྲིམས་ཞིབ་ཁང་ནས་ཁས་ལེན་དམ་འབུལ་གྱི་མཛད་སྒོ་དེ་མ་བྱེད་རོགས་གྱིས། ལས་སྣེ་འགའ་ཞུགས་ཆེད་རེད། གལ་སྲིད་དམ་འབུལ་མཛད་སྒོ་དེ་ཚར་ས་མ་ཡིན་ན། རེད་པ། སྤྱི་འཐུས་སུ་འདྲ་གཅིག་པ་ཡིན་ནའི་མི་མང་གི་འོས་ཤོག་ལོན་ནས་བདམས་ཡོང་སྲིད་ཀྱི་རེད། རེད་པ། ཡིན་ནའི་དམ་འབུལ་མཛད་སྒོ་དེ་ཚར་ས་པ་ཡིན་ན། མ་འོངས་པ་ཆེས་མཐོའི་ཁྲིམས་ཞིབ་ཁང་གི་འོས་བསྡུ་གྱི་ནང་ལ་ལ་དྲང་པོ་མ་བྱུང་ཤག་ལབ་པའི་སྐབས་ལ། དམ་འབུལ་བྱེད་ས་ཁྱོད་ཀྱི་སྤྱི་འཐུས་གཅིག་མ་འོངས་པ་ཕྱིར་འཐེན་བྱེད་འདོད་པའི་པོད་མི་སྲིད་ཁག་པོ་རེད། སུ་ཕྱིར་འཐོན་བྱེད་ཕྱིར་འཐེན་བྱེད་ཀྱི་མ་རུ་བ་དེ་འདྲ་སོང་འདི་རེད། གཉིས་པ་དེ། ཕྱི་རྒྱལ་ཁག་གི་སྤྱི་འཐུས་མ་གཏོགས་ལ་ཕྱི་རྒྱལ་ཁག་གི་སྤྱི་འཐུས་ད་ལྟའི་ཆ་ལ་འབྲེལ་བ་ཡོད་མ་རེད་ཕ་ཡུལ་མཆོད་འཇོར་གྱི་གནས་སྟངས་དང། ད་ལྟ་དགོན་སྡེ་ཁག་ལ་འོས་ཤོག་བཀྲམ་སྟབས་འོས་ཤོག་རག་དང་མ་རག་འོས་ཤོག་གཅིག་གཅིག་དྲང་པོ་བྱུང་ལ་བ་ཅིག་དེ་ཕྱི་རྒྱལ་ཁག་གི་སྤྱི་འཐུས་དང་སོགས་འབྲེལ་བ་ཡོད་མ་རེད། གཞན་པ། ཆོལ་ཁ་གསུམ་གྱི་སྤྱི་འཐུས་རེད་ཆོས་བརྒྱུད་ཀྱི་སྤྱི་འཐུས་དེ་ཚོ་དཔེ་མི་སྲིད་འབྲེལ་བ་ཡོད་རེད། བལ་ཡུལ་ཆོས་འབྱོར་ནང་ལ་ཡོད་བཞག་ཁྱོད་ཀྱི་མི་མང་འདི་ཆོལ་ཁ་གསུམ་ཆ་གི་མི་ཡོད་རེད། བ། འདི་གི་འོས་ཤོག་ཐོབ་ཐང་སྤྲད་པ་ཡིན་ན། འདི་གི་ཆོལ་ཁའི་གི་འོས་ཤོག་མདོ་སྟོད་རྣ་ལ་ལ་འགྱུར་བ་ཐེབས་སྲིད་ཀྱི་རེད་དབུ་ཚང་རྣ་ལ་འགྱུར་བ་ཐེབས་སྲིད་ཀྱི་རེད་མདོ་སྨད་རྣ་ལ་འགྱུར་བ་ཐེབས་སྲིད་ཀྱི་རེད་ཆོས་བརྒྱུད་ཀྱི་སྤྱི་འཐུས་རྣ་ལ་འགྱུར་བ།

ང་ཚོས་ཀྱིས་འོས་ཤོག་བླུག་བྱ་རྒྱུ་གིས་མི་མང་བརྒྱ་ཆ་བརྒྱ་ནས་ད་སོ་སོའི་འོས་ཤོག་ཐོབ་ཐང་བླུག་པར་འགྲོ་ས་དེ་ལ་འོས་ཤོག་འཕེན་ཁ་མ་འགྲོ་ན་མ་གཏོགས་འོས་ཤོག་ཐོབ་ཐང་ཡོད་སྐྱོ་ཆེ། འཕེན་ཁ་འགྲོ་བའི་སྐབས་ཐོབ་ཐང་འཕྲོག་སྐྱོ་བདེ་བའི་དྲང་པོ་དྲང་བཞག་མ་བྱུང་བ་དེ་འདྲ་ཡོང་བས་ན་མ་འོངས་པ་སྤྱི་འཐུས་དེ་འདྲ་དམིགས་བསལ་ད་ལྟ་ཆོལ་ཁ་དང་ཆོས་བརྒྱུད་ཀྱི་སྤྱི་འཐུས་དེ་ཚོ་བལ་ཡུལ་མི་མང་གི་ངོ་ལེན་བྱེད་ཐུབ་པའི་ཁག་པོར་བ། ང་ཚོའི་འོས་ཤོག་ཐོབ་ཐང་སྤྲད་མ་སོང། འོས་ཤོག་ཐོབ་ཐང་སྤྲད་མེད་དུས་འདི་ཚོ་ང་ཚོ་སྤྱི་འཐུས་དམ་མེད་སྤྱི་འཐུས་ལ་ང་ཚོས་ངོ་ལེན་བྱེད་འདོད་དཔེ་ཁག་པོ་འདུག། དེ་འདྲ་སོང་ཟེར་ད་ད་ལྟའི་ཆ་ལ་ཁྲིམས་ཞིབ་ཁང་ལ་ལས་འགན་ཆེ་ཤོས་ཀྱི་ག་རེ་ཡོད་རེད་ཟེར་བ་ཡིན་ན། ཨ་ནི་བལ་ཡུལ་ནང་ལོ་གནས་སྟངས་དེ་ཞིབ་འཇུག་ཚོགས་ཆུང་གིས་བཙུགས་ཞིབ་འཇུག་ཚོགས་ཆུང་བཙུགས་པའི་ཐོག་ནས་ཨ་ནི། པ་དཀའ་བོ་ཡིན་ན་དཀའ་བོ་ནག་པོ་ཡིན་ན་ནག་པོ་དེ་གསལ་བོ་ཆགས་ཚར་བའི་རྗེས་ལ་ཨ་ནི་མི་མང་ཚོ་ལ་ཨ་ནི་འོས་ཤོག་གི་ཐོབ་ཐང་སྤྲད་དགོ་གི་དོན་མི་འདུག་མི་མང་ཚོ་ལ་འོས་ཤོག་ཐོབ་ཐང་སྤྲད་དགོ་གི་མི་འདུག་ཟེར་ལབ་པ་ཡིན་ན་ཨ་ནི་དམ་འབུལ་གི་མཛད་སྒོ་འགྲོ་ཤེས་ནའི་འགྲིག་གི་ཡོག་རེད་དངོས་གནས་དྲང་གནས་ཀྱི་དྲང་པོ་དྲང་ཤག་བྱུང་མི་འདུག་བ་ཡུལ་ཆོལ་འཆོལ་རེད་དགོན་སྡེ་ཁག་ཐུབ་བསྟན་ཆོས་གླིང་དགོན་པ་དེ་ཚོ་ལ་ཨ་ནི་འོས་ཤོག་གི་ཐོབ་ཐང་སྤྲད་བྱས་བྱས་བྱས་ཨ་ནི་དེང་གི་འོས་བསྡུ་གི་གྲུབ་འབྲས་དེ་དེ་ཚང་མ་སྡོམ་བྱས་བྱས་བྱས། ཨ་ནི་མང་ཚོགས་ཀྱིས་བདམས་པའི་སྤྱི་འཐུས་ཅིག་འདེམས་ཐོན་སྤྱི་འཐུས་ཅིག་ཧྲ་ཏག་ཏག་ཆགས་ས་རེད་བསམ་གི་མིན་ན་མང་པོ་མི་མང་གི་ངོ་ལེན་བྱེད་ཐུབ་པའི་རེ་བ་འགྲོ་ཞོར་བ། ད་གལ་སྲིད་བལ་ཡུལ་ནང་གི་གནས་སྟངས་འདི་ཚོ་ཐོག་ལ་ཨ་ནི་དམ་འབུལ་གྱི་མཛད་སྒོ་འདི་བྱེད་བཅུག། རེད་བ། ས་གའི་ནང་གི་ཁྲིམས་ཞིབ་ཁང་གིས་ཐག་གཅོད་ཅིག་བྱས་ཚར་བའི་རྗེས་ལ། ཨཱ་ནི་ཕ་ཡུལ་ནང་ལོགས་ལ་ཨཱ་ནི་དབུ་ནས་དྲང་པོ་བྱུང་མི་འདུག་ལབ་པས་ན། འོས་བསྡུ་འགན་འཛིན་ལ་ཉེས་བ་བཏང་བྱས་རྗེས་འོས་བསྡུ་འགན་འཛིན་དང་ས་གནས་ཀྱི་འོས་བསྡུ་འགན་འཛིན་དང་དབུས་འོས་བསྡུ་འགན་འཛིན་དེ་ཚོར་ཉེས་བ་བཏང་བ་ཙམ་འགྲིག་གི་མ་རེད་བ། ད་དམ་འབུལ་བྱས་ས་ཁུལ་གྱི་སྤྱི་འཐུས་དེ་ཚོ། མ་ཕྱིར་འཐེན་བྱེད་ཀྱི་མ་རེད་བ། དེ་འདྲའི་སོང་ཙང་དེའི་ཨཱ་ནི། འགན་ཁྲིམས་ཞིབ་ཁང་ལ་དཔེ་མི་སྲིད་འགན་ཆེན་པོ་ཞིག་རེད་བསམ་གྱི་འདུག། འདི་གང་ལ་ཨ་ནི་ཁྲིམས་ཞིབ་ཁང་ལ་གལ་ཆེ་ཤོས་ཀྱི་ག་རེ་ཡོད་ཟེར་ལབ་པ་ཡིན་ན། ད་ང་ཚོ་འདས་པའི་བོད་པའི་སྤྱི་ཚོགས་ནང་ལོགས་ལ་ཁྲིམས་ཞིབ་ཁང་གི་གནས་ཚུལ་ཁྲིམས་ཞིབ་པ་དང་འབྲེལ་བ་ཡོད་གནས་ཚུལ་མང་པོ་ཅིག་བྱུང་བ་རེད། ཁྲིམས་ཞིབ་པ་རྣམ་པ་ཚོ་ཁྲིམས་ཀྱི་ཐོག་སློབ་སྦྱོང་མ་བྱེད་རྒྱུ་ཡོད་མ་རེད་དེ་འདྲས་སོ། མང་བོར་བཅའ་ཁྲིམས་ནང་ལོགས་ལ་ཁྲིམས་ཀྱི་སློབ་སྦྱོང་བྱེད་སྐྱོགས་ཉམས་མྱོང་ཡོད་སྐྱོགས་དེ་འདྲས་ཅིག་ཡག་བཞག་གོག་ཏུ་མང་པོ་ཞིག་ལབ་ཀྱི་ཡོད་རེད། ད་ད་ལྟའི་ཆ་ལ། བ་ཡུལ་དག་གི་གནས་སྟངས་དེ་འདྲ་གི་ཐོག་ནས་ང་ཚོ་བོད་པའི་གཞོན་སྐྱེས་མང་པོ་ཅིག་སློབ་སྦྱོང་ཡོད་ངེས་མང་པོ་ཅིག་ལྟ་བསྡད་ཀྱི་ཡོད་རེད། དེའི་གང་ལ་ཨ་ནི Tibetan Legal Association གི་འདི་ཚོ་སློབ་སྦྱོང་བྱེད་བཞག་གི་འདི་ཚོ་ཁོ་རང་ཚོ་ཁྲིམས་ཀྱི་ཐོག་ནས་སློབ་སྦྱོང་བྱེད་བྱེད་བྱེད་ཅི་གི་ཡོད་རེད་བ། ད་ད་ལྟའི་ཆ་ལ་ཁྲིམས་ཞིབ་པ་གིས་དངོས་གནས་དྲང་གནས་ཀྱི་ལས་འགན་ཡག་པོ་སྤུས་དག་པོ་མི་མང་དཀྱུས་མ་གིས་ཨ་ནི། སྐྱོ་བོ་ཉམ་ཐག་དེ་ཚོ་གི་ཐོབ་ཐང་རང་དབང་དེ་སྲུང་སྐྱོབ་བྱེད་སའི་གི་ཡུལ་ཅིག་སླེབས་པ་རེད་ཡུལ་སླེབས་ས་དེ་གི་རེ་བ་དེ་བཅོལ་མ་ཐུབ་པའི་བློ་ཕམ་གི་གནས་ཚུལ་ཅིག་ཆགས་པ་ཡིན་ན་མ་འོངས་པ་ག་ལི་ག་ལི་ནི་བོད་པའི་གཞོན་སྐྱེས་རེད་མི་མང་གི་ཁྲིམས་ཞིབ་ཁང་ལ་ཡིད་ཆེས་བརླག་འགྲོ་ཡ་གི་ཉེན་ཁ་ཤུགས་ཆེན་པོ་ཤོད་ཀྱི་ཡོད་རེད་བསམ་གི་ད་ག་ནས་བཞིན་གི་གལ་སྲིད་ད་ད་ལྟའི་གི་གནས་སྟངས་འདི་ཐོག་ལ་ཁྲིམས་ཞིབ་པ་རྣམ་པ་ཚོ་གི་འགན་ཏག་ཏག་ཡག་པོ་མ་བཞེས་པའི་ཐོག་ནས་འགན་ལབ་པའི་སྐབས་ལ་གནད་འགག་གནད་འགག་ལ་འགན་ཐོ་འགན་ལེན་ཐུབ་ཡ་དེ་བ། གཅིག་གནས་ཚུལ་ག་འདྲས་བྱས་པ་ཡིན་ན་ཡང། གཅིག་དྲག་པོར་ཡོང་སྲིད་ཀྱི་རེད་གནས་ཚུལ་འདི་དག་ཐོག་ནས། གཅིག་མ་འོངས་པར་ཐག་གཅོད་བྱེད་པའི་སྐབས་ལ། ཡག་ག་བཤད་སྲིད་ཀྱི་རེད་སྡུག་ག་བཤད་སྲིད་ཀྱི་རེད་ཡིན་ན། དྲང་པོ་དྲང་བཞག་ག་རེ་རེད་བྱ། རེད་བ། ང་ཚོ་རྒྱ་གར་གྱི་ཁྲིམས་ཁང་དེ་འདྲ་ལ་འགྲོ་བའི་སྐབས་ལ། སྐྱེས་མས་གཅིག་མིག་ཨ་འདྲས་བཀག་སྟེ་བྱས་རྒྱ་མ་བཀྱག་བསྡད་ཀྱང་འདི་ག་རེ་ཟེར་ན། མིག་དེ་བཀག་བསྡད་པའི་སྐབས་ལ། ངེད་ཀྱི་འགྲམ་དེ་ལ་ཨ་ནི་མི་ཚང་མ་འདྲ་འདྲ་ཡིན། རྒྱ་མ་ཡིན་ན་རྒྱ་མ་འདི་སྐྱག་པའི་སྐབས་ལ་སུ་ཆེ་བ་དང་ཆུང་བ་མེད་དྲང་པོ་དྲང་བཞག་བྱེད་ཀྱི་ཡིན་ཡིན་ལས་ཀྱི་ཁྲིམས་ཞིབ་པ་རྣམ་པ་ཚོ་གི་དམ་བཅའ་ཕུལ་ཡོད་པ་དེ་འབྲེལ་གྱི་ཐོག་ནས་མི་དམངས་དཀྱུས་མ་གྱི་ཐོབ་ཐང་དང་རང་དབང། འོས་ཤོག་ཕན་ཡས་ཀྱི་ཐོབ་ཐང་དང་རང་དབང་འཕྲོག་རྒྱོག་འདི་སླར་གསོ་ཡོང་ཐུབ་ཡས་ཀྱི་འགན་འདི་ཆེ་མཐོའི་ཁྲིམས་ཞིབ་ཁང་ལ་ཡོད་རེད་བསམ་གྱི་ཡོད། འདི་མ་བྱས་པ་ཡིན་ན་འདི་མ་ཡོང་པ་ཡིན་ན་མ་འོངས་པ་བ་ཡུལ་ན་ལ་འདི་ཉིད་བོད་མི་ཚོས་ཀྱི་བཙན་བྱོལ་བོད་མི་སྤྱི་ཚོགས་ནང་ལ་ཡོད་པའི་ཆོལ་ཁ་ཆོས་བརྒྱུད་ཀྱི་སྤྱི་འཐུས་འདི་ཚོ་ལ་ངོ་ལེན་བྱེད་ཀྱི་མ་རེད། རྩ་བ་ཉིད་ལ་ངོ་ལེན་བྱེད་ཀྱི་མ་རེད། མ་འོངས་པ་སྤྱི་འཐུས་འདི་ཚོ་བལ་ཡུལ་ནང་ལ་འཚམས་གཟིགས་སླེབས་པའི་སྐབས་ལ་ཁོང་ཚོ་ངོ་ལེན་བྱེད་ཀྱི་མ་རེད་ཁོང་ཚོ་འདི་ལ་བྱེད་ཀྱི་མ་རེད། ད་འདོད་ཉེན་ཁ་ཆེན་པོ་ཅིག་གར་འདུག་ཟེར་ལབ་པ་ཡིན་ན། བལ་ཡུལ་གྱི་ས་ཆ་འདི་དཔེ་མི་སྲིད་གནད་འགག་ཆེན་པོ་རེད། བལ་ཡུལ་གྱི་ས་ཆ་འདི་ལ་རྒྱ་ནག་གཞུང་གིས་གནོད་ཤུགས་སྤྲོད་ཀྱི་ཡོད་རེད་རྒྱ་ནག་གིས་སོ་བ་ཡེ་ནས་ཤུགས་ཆེན་པོ་ཡོད་ལག་ཡོད་རེད། འདི་ཚོས་ཀྱི་བསམ་བློའི་ནང་ལ་བོད་པ་འདི་ཚོ་གྱི་བསམ་བློའི་ནང་ལ་ད་ལྟ་བར་དུ་ཉམ་ཆུང་ཆེ་ཆེ་བཙན་བྱོལ་བོད་མིའི་སྒྲིག་འཛུགས་ལ་དབུ་འོག་དཔུང་འདོན་ཞུས་ལྡན་མཁན་འདི་ཚོ་ལ། གཅིག། ཕྱིའི་རྒྱལ་ཁབ་ཀྱི་གནོད་ཤུགས་མེད་པའི་ཐོག་ནས་བཙན་བྱོལ་བོད་པའི་སྤྱི་ཚོགས་ཀྱི་དེ་འདྲའི་གི་གནོད་ཤུགས་ཀྱི་ཐོག་ནས་ཐོབ་ཐང་དང་རང་དབང་འཕྲོག་པའི་གནས་སྟངས་དེ་འདྲ་ཡོང་མིན་ན་ཁོང་ཚོ་སེམས་པ་སྐྱོ་དགོས་པ། སེམས་པ་སྐྱོ་བ་ནང་བཞིན་གྱི་ཐོག་ནས་ག་ལི་ག་ལི་བཙན་བྱོལ་བོད་མི་ལ་ཡིད་ཆེས་བརླག་འགྲོ་ཡ་དང་ཐ་ན་ཡང་ཅིག་ངའི་གོ་ཡ་ལ་རང་བཙན་ལག་དེབ་ཀྱི་དངུལ་ཡིན་ན་འགྲིག་གི་མེད་ས་ཕར་སློག་གི་ཡིན་ས་ལ་ཡ་གི་གནས་སྟངས་དེ་འདྲའི་ཆགས་བསྡད་པ་ཡིན་ན། ད་འདི་གི་འགན་འདི་ཆེས་མཐོའི་ཁྲིམས་ཞིབ་ཁང། འོས་བསྡུ་ལས་ཁང། གིས་འགན་ལེན་ཐུབ་གི་རེད་དམ་མ་རེད་བས། ཕྱོགས་གཅིག་ནས་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ། བོད་བོད་ཀྱི་སྒྲིག་འཛུགས་དང་ད་ག་ནས་ཕྱིན་མི་མང་ཚོས་ཀྱི་དབུ་འོག་དཔུང་འདེགས་བྱེད་སའི་མི་མང་འདི་ཚོ་ལ་ང་ཚོས་ཐོབ་ཐང་དང་རང་དབང་དང་འཕྲོག། ཕྱོགས་གཅིག་ནས། བཙན་བྱོལ་བོད་པའི་སྤྱི་ཚོགས་ནང་ལོག་ལ་རང་བཙན་ལག་དེབ་དང་ཁེ་སྤོགས་ཆིག་མ་སྤྲད་འདི་གའི་འདི་ཚོ་གི་འགན་གཅིག་གིས་མ་ལན་འདི་གའི་འདི་འདྲེ་ལ་ཨ་ཅིག་རང་དབང་དང་ཐོབ་ཐང་ཡོད་འདི་གའི་གནས་ཚུལ་འདི་འདྲེ་ཅིག་ཆགས་བསྡད་པ་ཡིན་ན་ང་ཚོ་ཉེན་ཁ་ཆེན་པོ་ཞུགས་ཆིག་ཆགས་གི་རེད་བསམ་གི་འདུག་དེ་འདྲེ་སོང་ཙང་ད་ད་འདི་གའི་བ་ཡུལ་མཆོད་འཇོར་གི་གནས་སྟངས་ཁམས་ཆུ་ཨང་ཉི་ཤུ་རྩ་གཉིས་པ་ད་ག་ནས་བཞིན་གི་ཨ་ནི་དགོན་སྡེ་ཁག་ལ་ཆོས་བརྒྱུད་གི་འོས་ཤོག་ཐོབ་ཐང་མ་སྤྲད་པ་འདི། སྙིགས་མེད་ཀྱི་ཆོས་ཀུན་རྣ་ལོག་ལ་ནི། བདེན་བྲལ་གྱི་འོད་ཤོག་འདི་ནི་ཀླད་གསར་པའི་རྗེས་ལ་སྙིགས་མེད་ཀྱི་གཅིག་བསྡུས་རྣམ་པ་ཚོ། བ་ཡུལ་ན་བསྡད་པའི་དགོན་སྡེ་ཁག་དེ་ཚོ་དམིགས་བསལ་དགོན་སྡེ་ཁག། ཤིམ་ལ་ད་ག་ནས་ཤིང་སྙིགས་མེད་ཀྱི་དགོན་པའི་དགོན་པ་ཤིམ་ལ་ལ་ཡོད་བ་ཡུལ་ཡོད་བསྡད་ཀྱི་འདི་ཚོ་སྙིགས་མེད་ཀྱི་གཅིག་བསྡུས་དེ་ལ་ངོས་ལེན་བྱེད་ཐུབ་ཀྱི་རེད་དམ་མ་རེད་པས། ཕ་ཡུལ་ཆུ་མཆོག་མི་དམངས་ཚོས་ཀྱིས་དམིགས་བསལ་ཕ་ཡུལ་ཆུ་མཆོག་མི་དམངས་རྣམས་ལ་ད་དབུས་གཙང་མི་མང་ང་ཡོད་ཟེར་བཞིན་ལབ་ཀྱི་ཡོད་རེད་དབུས་གཙང་མི་དམངས་འདི་ཚོས་ཀྱིས་རེད་བ། ད་ལྟའི་གི་སྤྱི་འཐུས་གདམ་བྱ་རྒྱུ་སྤྱི་འཐུས་ཅུ་ལ་ངོ་ལེན་བྱེད་ཐུབ་ཀྱི་རེད་དམ་མ་རེད་བས། སྡོད་མོས་སྤྱི་འཐུས་ཅུ་ལ་ངོ་ལེན་བྱེད་ཐུབ་ཀྱི་རེད་དམ་མ་རེད་བས། ཆོལ་ཁ་གི་མདོ་སྟོད་ཀྱི་སྤྱི་འཐུས་ཀྱི་ངོ་ལེན་བྱེད་ཐུབ་ཀྱི་རེད་དམ་མ་རེད་བས། ད་ག་ནས་ཞིག་བཀའ་རྒྱུད་དང་ས་སྐད་དགོན་པ་དེ་འདྲ་འདུག་བ་དེ་འདྲ་ཚོའི་ཀྱི་སྤྱི་འཐུས་ངོ་ལེན་བྱེད་ཐུབ་ཀྱི་རེད་དམ་མ་རེད་བས། ད་ག་ནས་ཞིག་དགེ་ལུགས་ཡིན་ན་དོ་ད་བོན་པོས་ཀྱིས་དེ་འདྲའི་ཞེ་དྲག་ཞིག་ལ་གོ་ཡ་མི་འདུག་མ་གཏོགས་དེ་འདྲ་གསུངས་ས་ད། འདེམས་ཐོན་གྱི་སྤྱི་འཐུས་འདུས་ཚོགས། དངོས་གནས་དྲང་གནས་ཀྱི། མི་དམངས་ཀྱི་ཡིད་ཆེས་སླེབས་ཡ་གི། མི་དམངས་ཀྱི་ང་ཚོའི་ཚང་མས་ཀྱི་བདམས་པ་ཡིན། ངས་རྒྱབ་སྐྱོར་བྱས་ཀྱང་རུང་བྱས་མེད་ཀྱང་རུང་བདམས་པ་ཡིན་ལ་ཡ་གི། མི་དམངས་ཀྱི་ཡིད་ཆེས་སླེད་ད་ཡ་དི། ད་འདོད་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་ལ་འགན་ཆེན་པོ་ཅིག་ཡོད་རེད། ཕྱི་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོའི་ལ་ཆེ་སྡོད་ཁྲིམས་ཞིབ་ཁང་བཙུགས་དགོས་ཀྱི་དམིགས་ཡུལ་འགོད་པ་འདིས་མི་དམངས་སྐྱོ་བོ་ཉམ་ཐག་ཐོབ་ཐང་འཕྲོག་བཞག་ཁྱོད་ཀྱི་ཐོབ་ཐང་འདི་སྲུང་སྐྱོབ་བྱེད་ཡ་དང་བཅའ་ཁྲིམས་ནང་ལ་ཡོད་པའི་འདི་སྲུང་སྐྱོབ་བྱེད་ཐུབ་བས་འདི་ཁྲིམས་ཞིབ་ཁང་གིས་སྲུང་སྐྱོབ་བྱེད་ཐུབ་གི་རེད་དམ་མ་རེད་བས་འདི་དྲི་བ་ཆེན་པོ་གཅིག་རེད་མང་གཙོ་ཡིན་ན་ལྟ་དེ་ཡོད་རེད་རྒྱ་ནག་གཞུང་ཡིན་ན་ལྟ་དེ་ཡོད་རེད་ཕྱི་རྒྱལ་རྒྱལ་ཁབ་དམངས་གཙོ་རྒྱལ་ཁབ་ཆེན་པོ་དེ་ཚོ་ཡིན་ནས་ལྟ་དེ་ཡོད་རེད་བཙན་བྱོལ་བོད་པའི་སྤྱི་ཚོགས་ནང་བོད་མི་གཞོན་སྐྱེས་ནི་ལྟ་དེ་ཡོད་རེད་འདི་རུ་སོང་ཚེ་ཆེ་སྡོད་ཁྲིམས་ཞིབ་ཁང་གི་འགན་ཆེན་པོ་ཞིག་རེད་འགན་ཆེན་པོ་འདི་ལེན་ཐུབ་ཀྱི་རེད་དམ་མ་རེད་པས་ང་ཚོ་བལྟ་རྒྱུ་རེད་དེ་རིང་གི་བརྙན་ཐུང་འདི་དག་རང་འཚམས་བཞག་གིན་འདུག་ཕྱི་ནང།